ཚེ་དབང་གི་གཏམ་གསན་གཟིགས་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ཡང་དུས་གསུམ་གྱི་འཚམས་འདྲི་བཀྲ་ཤིས་ལེ་ཞུ་གི་ཡོད། ཨ་ནི་ཁ་སེང་དོན་དེ་སྔོན་མ་བྲིས་གནང་ལ་ཡང་ངས་སྲིད་སྐྱོང་དང་སྤྱི་འཐུས་འོས་མི་སྐོར་ལ་ཡང་དག་ང་རེ་བསམ་ཚུལ་དེ་ཞུས་པ་རེད། ཨ་འདི་ལ་ཡང་དག་གསན་གཟིགས་གནང་མཁན་མང་པོ་བྱུང་ཤག་ཨ་ནི་འདིའི་ཐོག་ལ་ཡང་མཆན་འགོད་གནང་མྱན་མང་པོ་བྱུང་འདུག་བྱེད་སྟངས་ཚང་མར་ཡར་བཀའ་དྲིན་ཆེ་ཞུ་བ་ཡིན། སྐབས་དེ་དུས་ངས་གང་ཡིན་ཟེར་ན་སྲིད་སྐྱོང་གསར་པ་སུ་སླེབས་ཀྱི་ཡོད་ན་མེད་ན་བོད་རྒྱ་ཞི་མིའི་སྐོར་ལ་ཡང་ད་ལྟ་ང་རའི་བསམ་ཚུལ་གྱི་ལྟར་གཅིག་ཞུ་དགོས་བསམ་སྟེ་དེ་དུས་དུས་ཚོད་འདང་མ་སོང། བྱས་ཙང་ཨ་ནི་ད་གཅིག་ད་རེས་ཞུ་གི་མེད་འགྲོ་བསམ་སོང་དེ་ལས་ཡིན་ན་ད་རེས་གང་ཡིན་ཟེར་ན་ཨ་ནི། གལ་ཆེ་ཤོས་དེ་ག་རེད་ཟེར་དུས་རྒྱ་ནག་ནང་ལ་ཡག་ད་དབང་ཆའི་འཐབ་རྩོད་ཀྱི་ད་གནས་ཚུལ་རྫ་དྲག་ཞི་བུ་ཤ་བཅས་ཨ་ནི་གོ་ཐོས་ལ་ཡག་ད་ད་ཨ་ནི་རྒྱ་ནག་གི་དབུས་དམག་དོན་ཨུ་ལྷན་ཁང་གིས་ད་དམག་སྤྱི་གཞོན་པ་བཟོ་དགོས་པ་ད་རྒྱལ་མཚན་གཞོན་པ་ཟེར་ནས་མི་འདུག་ག་ད་ཁོ་རང་ཚོས་ལ་བས་ཆིང་ཀྲུའུ་ཞི་གཞོན་པ་ལབ་ཀྱི་ཡོད་རེད་ཨང་དང་པོ། བྱས་དང་ཁོ་དང་ཨ་ནི་དེ་ནས་ཆོས་དཔོན་ཆེན་པོ་ལིའུ་ཀྲེང་ལི་ཁོ་གཉིས་གཉིས་ཨ་ནི་བ་དི་ཞི་ཅིན་ཕིང་ཤོག་ཁག་གི་འཇུ་བཟུང་བྱས་པའི་གནས་ཚུལ་སྟོན་བཞག་ད་འདི་ད་རིང་གནས་ཚུལ་གསར་ཤོས་རེ་ད་ཆགས་ཀྱི་འདུག་ཨ་འདི་དང་མཉམ་དོ་ཡང་ཁག་ཅིག་གི་ད་འདི་ཁོ་གཉིས་འཇུ་བཟུང་བྱས་ཡོག་མ་རེད་ཁོ་གཉིས་ད་འདི་བསྡད་ཡོག་རེད་ཨ་ཁོ་གཉིས་ད་འདི་ཁོ་ཚོའི་ཤོག་ཁག་གི་ད་འདི་ཞི་ཅིན་ཕིང་ལ་ཡག་པ་ཕར་རྒོལ་བྱས་ཡག་གྲ་སྒྲིག་ཡོག་རེད་ཟེར་ཡག་འདི་འགྲིག་ད་གནས་ཚུལ། རིང་ཐུང་སྣ་ཚོགས་ཤིག་དོན་ཡོང་གི་འདུག་དེ་ལས་ད་ད་ལྟ་ང་ཚོས་གོང་གི་གནས་ཚུལ་དེ་རྒྱ་ནག་གི་ད་ལྟ་གཞུང་འབྲེལ་གྱི་བརྒྱུད་ལམ། ཨ་ནི་ཤིན་ཧྭ་གསར་འགྱུར་ཁང་ཟེར་ཡག་དེ་དག་ཨ་ནི། བཅིངས་འགྲོལ་དམག་གི་ཨ་ནི། ཚགས་པར་ཐོག་ལ་ཡང་ཨ་ནི། རྒྱལ་སྲུང། ལྷན་ཁང་གི་ད་ལྟ་དྲིན་གཟབ་ཨ་ནི།

ལའི་ཐོག་མའི་བྱུང་སྟངས་དང་རྒྱབ་ལྗོངས་དང་ཨ་འདི་ག་འདྲེས་ཡོང་གི་ཡོད་མེད་སྐོར་ལ་ཡང་ཨ་ང་རས་གནས་ཚུལ་བསམ་ཚུལ་ཞུ་ན་བསམས་སོང། ད་དང་རྩ་བའི་ད་ལྟའི་ཆ་ནས་བལྟས་པས་ན་ཨ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ཡང་ད་སྲིད་སྐྱོང་སུ་སླེབས་ཡིན་ནའི་ཨ་ནི་གལ་ཆེ་ཤོས་དེ་ཨ་ལས་བཙན་བྱོལ་གཞུང་གི་ཨ་ནི་སྒྲིག་འཛུགས་སྐོར་སྲ་བརྟན་གཏོང་ཡ་ད་ཨ་ནི་བཙན་བྱོལ་གཞུང་གི་མི་མང་དེ་གས་ཀྱི་འཚོ་བ་གི་གནས་སྟངས་ཡར་རྒྱས་གཏོང་ཡ་གལ་ཆེན་པོ་རེད་བསམ་གྱི་འདུག། གང་ཡིན་ཟེར་ན་ཨཱ་ནི། ད་ལྟ། བོད་རྒྱ་ཞི་མོལ་ཟེར་ཡ་རྩ་བའི་ང་ཚོའི་ད་ཕུག་གི་དམིགས་ཡུལ་ཆེན་པོ་ཞེ་པོ་གཅིག་རེད་དེ་ལས་ད་ལྟ་རྒྱ་ནག་ནང་ལ་ཡང་དབང་ཆའི་འཐབ་རྩོད་ཤུགས་ཆེན་པོ་ཞེ་པོ་གཅིག་ཡོད་དུས་ཨ་ཁོ་ཚོས་ད་ལྟ་བོད་རྒྱ་ཞི་མོལ་སྐོར་ལག་པ་འཆང་རེ་གི་པད་ཆེན་གནས་སྐབས་ཀྱི་ཁ་སྒོ་རེད་བསམ་གི་འདུག་ངའི་བསམ་ཚུལ་ལྟར་ཡང། ཨོ་ཁྱེད་དང་ཨན་གྱིས་ངས་ད་རེས་ཨ་ལེ་ཉལ་ལ་ཁ་ཐུག་སྟེ་རྒྱ་ནག་གི་གནས་ཚུལ་སྐོར་བསྙད་བཟང་ཞུས་པ་ཅི་བཤམས་ལ་ཟེར་རོགས་གནང་དོ་ཅི་བྱེད། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཤིན་ཁོང་གསར་འགྱུར་ལས་ཁང་དང་ཅིང་འབྲུག་དམར་གསར་ཤོག་སོགས་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ནང། སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་ཉིན་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་དབུས་དམག་དོན་ལྷན་ཁང་གི་འགོ་འཛིན་གཞོན་པ་ཨང་དང་པོ་ཀྲང་ཡུས་ཞའོ་དང། དབུས་དམག་དོན་ལྷན་ཁང་གི་ཨུ་ཡོན་དང་སྤྱི་ཁྱབ་ཇུས་འབུལ་ཁང་གི་ཇུས་འབུལ་ཆེན་པོ་ལིའུ་ཀྲན་གཉིས་ད་རེས་ལྐོག་ཟ་རུལ་སུངས་དང་ཚབས་ཆེའི་སྒྲིག་ཁྲིམས་འགལ་འཛོལ་གྱི་ཉེས་མིང་བཙུགས་ནས་འཇུ་བཟུང་བྱས་ཡོད་པ་རེད། དེ་ཡང་རྒྱ་ནག་རྒྱལ་སྲུང་ལྷན་ཁང་གི་དྲིན་གཟབ་པ་ཅང་ཕིང་གིས་གསར་འགོད་གསལ་བསྒྲགས་བྱེད་སྐབས་ཁོངས་སོ་སོས་ཉེས་པ་ཕྱིར་བསྒྲགས་བྱས་པའི་ནང་བཤད་པ་ནང་གསལ་ལིའུ་ཀྲན་ལིས་སྒྲིག་ཁྲིམས་དང་ཁྲིམས་ལུགས་ལ་འགལ་འཁྲུལ་ཚབས་ཆེན་བྱས་པའི་དོགས་པ་ཡོད། མི་ཆེན་སུ་ཡིན་པ་དང་ཁོང་ཚོའི་གནས་བབ་གང་འདྲ་མཐོ་པོ་ཡོད་ཀྱང་ལྐོག་ཟ་ལུས་གསོམ་ལ་ནམ་ཡང་བཟོད་སྒོམ་བྱེད་མི་ཐུབ་པའི་གནས་བབ་བརྟན་པོ་དེ་གསལ་བསྒྲགས་བྱེད་བཞིན་ཡོད། བློ་ཐག་རྦད་ཆོད་ཀྱིས་ཞིབ་བཤེར་དང་ཆད་པ་གཅོད་པ་འདི་ནི་ཏང་དང་དམག་དཔུང་གིས་ལྐོག་ཟ་ལུས་གསོམ་ལ་ངོ་རྒོལ་བྱེད་པའི་གྲུབ་འབྲས་གལ་ཆེན་ཞིག་ཡིན་པ་དང་ཏང་དང་དམག་དཔུང་གི་ཆོད་སེམས་དང་སྟོབས་ཤུགས་ཀྱི་མངོན་ཚུལ་དེ་གལ་ཆེན་ཞིག་ཡིན་པ།

གནད་དོན་དེ་དག་གིས་དབུས་དམག་དོན་ཨུ་ཡོན་ལྷན་ཁང་གི་གཙོ་འཛིན་གྱི་གཟུགས་བརྙན་དང་ཆེད་དོན་ལ་གནོད་རྐྱེན་ཚབས་ཆེན་བཟོས་ཡོད་པ་མ་ཟད། དཔོན་དམག་ཚང་མའི་གཅིག་སྒྲིལ་དང་ཡར་རྒྱས་ཀྱི་ཆབ་སྲིད་དང་བསམ་བློའི་རྨང་གཞི་ལ་ཤུགས་རྐྱེན་ཚབས་ཆེན་བཟོས་ཡོད་པར་བརྟེན། ཏང་གི་སྒྲིག་ཁྲིམས་དང་བཅའ་ཁྲིམས་དང་ཀྲང་ཡུའུ་ཞཱ་དང་ལིའུ་ཀྲང་ལི་ལ་ཞིབ་བཤེར་དང་ཆད་པ་གཅོད་པ་དེས། ཆབ་སྲིད་ཀྱི་གནས་བབ་སྔར་བས་བཅོས་སྒྲིག་བྱས་ཏེ་བསམ་བློའི་དུག་སྐྱོན་དང་ནོར་འཁྲུལ་མེད་པར་བཟོས་པ་དང། དམག་དཔུང་གི་མཐོ་རིམ་སྒྲིག་འཛུགས་ནང་གི་ལྐོག་ཟ་རེ་ཟུང་མེད་པར་བཟོས་ཏེ་ཆབ་སྲིད་བཅོས་སྒྲིག་ལས་སྒོའི་གྲུབ་འབྲས་སྲ་བརྟན་བཏང་བ་དང་དམག་དཔུང་འཕེལ་རྒྱས་ལ་སྐུལ་འདེད་བཏང་བ་སོགས་བཀོད་ཡོད་པ་རེད། ད་རེས་གློ་བུར་ཞི་ཅིན་ཕིང་དང་ཁོ་པའི་བྱེད་སྟངས་པ་ཚོས་རང་གི་ཆབ་སྲིད་དང་གསོག་ཉར་གྱི་ཉེན་ཁ་ཧ་ཅང་ཚབས་ཆེ་བའི་གནས་སྟངས་གཅོག་ཆེད་ཀྲང་ཡུའུ་ཞའོ་དང་ལིའུ་ཀྲན་ལིས་འཛིན་བཟུང་བྱས་པའི་གནས་ཚུལ་འདི་གཞུང་འབྲེལ་གྱི་གསལ་བསྒྲགས་བྱས་པ་བརྒྱུད་གྱི་གློག་འཁྱུད་པའི་འཇོག་འདེགས་ལྟར་ཁྱབ་སྤེལ་བྱས་ཏེ་ཁོ་པ་གཉིས་ལ་ཏང་དང་རྒྱལ་ཁབ་ཀྱི་དབང་ཆ་འཕྲོག་བཅོམ་བྱས་པའི་ཉེས་འཛུགས་དོན་ཚན་ལྔ་བྱས་ཡོད་པ་དེས། འགོ་ཁྲིད་རྒན་གྲས་རྣམས་གཙང་མ་བཟོ་རྒྱུའི་སྔོན་བརྡ་བཏང་ཡོད་པ་རེད། གནས་ཚུལ་བྱུང་ཁུངས་ཁ་ཤས་ཀྱིས་ཀྲང་ཡུའུ་ཞཱ་གིས་ད་ཕན་ལོ་གཅིག་ལྷག་ཙམ་གྱི་དུས་ཡུན་ནང་ཞི་ཅིན་ཕིང་གི་དམག་དོན་དབང་ཆ་འཕྲོག་པ་མ་ཟད། ད་དུང་ཁོ་པའི་ཕྱོགས་གཏོགས་རེ་རེ་བཞིན་མེད་པར་བཟོས་པ་དང་དེས་མ་ཚད་ད་དུང་ཞི་ཅིན་ཕིང་གི་གཞུང་གི་བྱེད་འཇུག་དཔོན་རིགས་ཕོན་ཆེ་ཡོད་པའི་ནང་ཁོ་པའི་སྤྱི་སྨན་གྱི་སེམས་ཐག་ཉེ་བས། དེ་སྔའི་ཤིང་ཅང་གི་དྲུང་ཆེ་དང་པུ་མ་ཞིས་རུས་ཉེ་ཆར་འཇུ་བཟུང་བྱས་པ་རྗེས། ཞི་ཅིན་ཕིང་དང་ཁོ་པའི་ཕྱོགས་གཏོགས་དཔོན་རིགས་རྣམས་ལ་དངངས་སྐྲག་དང་འཇིགས་སྣང་ཆེན་པོ་བྱུང་སྟེ། ད་ཕག་བོད་མ་བྱས་ན་ཕྱི་བཅོས་ཉེན་ཚབས་ཆེན་པོ་ཡོད་པར་བརྟེན་ཀྲང་ཀྲང་གཡུ་བཞག་གིས་ཞི་ཅིན་ཕིང་དབང་ཆ་མེད་པར་བཟོས་ན་ཡང་དམར་ཤོག་གི་ཆེ་མཐོང་ལ་གནོད་ཀྱི་རེད་བསམ་ནས་ཞི་ཅིན་ཕིང་འཕྲལ་མར་འཇུ་བཟུང་བྱ་རྒྱུའི་སེམས་ཐག་མ་ཆོད་པར་བསྡད་པའི་གོ་སྐབས་དང་བསྟུན། ད་ལྟའི་ཉེ་ཆར་ཞི་ཅིན་ཕིང་འཇུ་བཟུང་བྱ་རྒྱུའི་གསང་བའི་གནས་ཚུལ་འདི། དམག་དོན་ཆེན་པོ་ཀྲང་ཅུང་ཧྲེང་གིས་ཞི་ཅིན་ཕིང་ལ་གསང་བ་སྐྱེས་པར་བརྟེན་དེས་ལྡོག་ཕྱོགས་ཀྱི་འབྲས་བུ་ཐོན་ནས་ཀྲང་ཡུས་ཞཱ་ཞི་ཅིན་ཕིང་གི་ཇུས་ངན་ལ་བཙུད་དེ་རང་ཉིད་སྣང་མེད་ཧུལ་བྱུང་ངང་ཕམ་ཉེས་ཤོར་བའི་སྐོར་བཤད་ཡོད་པ་རེད། ཡང་བྱང་ཀོ་རྨ་པའི་མི་དཀྱུས་མ་ཞེས་པས་ཁོ་པའི་དྲ་ཚིགས་ཐོག་གནས་ཚུལ་སྤེལ་བར་གཞིགས་ན་ཞི་ཅིན་ཕིང་གིས་རྒྱ་དམག་གི་དམག་དཔོན་ཆེ་ཤོས་ཀྲང་ཡུས་ཞཱ་དང་ལིའུ་ཀྲང་ལི་གཉིས་འཛིན་བཟུང་བྱས་པ་ཟེར་བ་གནས་ཚུལ་དེ་བདེན་པ་མ་རེད། ཀྲང་ཡུས་ཞཱ་དང་ལིའུ་ཀྲན་གཉིས་ད་ཆ་གནས་ཚུལ་གང་ཡང་ལྷག་མེད་པར་རི་རབ་ལྷུན་པོ་ལྟར་བསྡད་ཡོད་ན། གོང་གསལ་གནས་ཚུལ་འདི་དག་རྒྱ་ནག་གཞུང་གི་དམག་དཔུང་ལ་འཇོན་མེད་པའི་དཀྲོག་གཏམ་རེད་ཟེར་ནན་བཤད་བྱས་འདུག་ཡང་དྲ་ལམ་ནང་ཀྲང་ཡུས་ཞཱ་ཕྱོགས་གཏོགས་དམག་དཔོན་ཧ་ཅང་ཡང་མང་པོ་ཡོད་པ་དེ་ཚོས་རྒྱ་ནག་རྒྱལ་ཡོངས་མི་དམངས་ལ་ཡོངས་གྲགས་ཡི་གེ་ཞིག་སྤྱི་ཚོགས་དྲ་རྒྱའི་ཐོག་ལ་སྤེལ་ཡོད་པ་དེའི་ནང་དམག་དཔུང་ནི་མི་དམངས་སྲུང་སྐྱོབ་བྱེད་མཁན་ཡིན་པ་ལས་སྲིད་དབང་སྒེར་འཛིན་གྱི་ཞི་ཅིན་ཕིང་གི་དབང་ཆ་སྲུང་སྐྱོབ་བྱེད་མཁན་མ་ཡིན་ན། དམག་དཔུང་དང་མི་དམངས་ཚོ་རང་ཉིད་སྲུང་སྐྱོབ་ཆེད་ངེས་པར་དུ་ཞི་ཅིན་ཕིང་གིས་གཙོས་པའི་སྲིད་དབང་སྒེར་གཅོད་པ་དེ་དང་མེད་པ་བཟོ་རྒྱུ་ཆེད་ཡར་ལངས་ནས་གྱེན་ལོག་བྱེད་དགོས། ང་ཚོས་གྱེན་ལོག་གི་ལམ་དེས་ཉེན་ཁ་ཆེན་པོ་ཡོད་པ་ཤེས་ཀྱི་ཡོད། ཞི་ཅིན་ཕིང་སྲིད་གཞུང་གིས་འུ་ཐུག་ཐབས་ཟད་ཀྱིས་དྲག་ཤུགས་དང་ཐ་ན་འཇིགས་སྐུལ་བྱེད་སྲིད་པ་རེད། ཡིན་ན་ཡང། གདུག་རྩུབ་ཀྱི་དབང་ཆུང་དེ་ག་ཚོད་དྲག་པོ་ཡོད་ན་ཡང་དེ་ཚོད་ཀྱི་མི་མང་གི་འགོག་ཤུགས་ཀྱང་ཧ་ཅང་དྲག་པོ་ཡོང་གི་ཡོད་པ་ཤེས་པར་བྱེད་དགོས། དེ་སྔོན་གོ་མིན་ཏང་གི་དམག་དཔུང་ས་ཡ་བརྒྱད་ཕམ་ཉེས་བཏང་ཐུབ་པ་དང་ད་ཆ་ལྐོག་ཇ་རུལ་སུངས་དང་དཔལ་འབྱོར་སྟོབས་ནས་ཉམས་ཆག་ཤོར་ཞིང་བུན་ཡང་སྲིད་གཞུང་འདི་དུས་ཡུན་ག་ཚོད་བར་གནས་ཐུབ་ཀྱི་རེད། གལ་ཏེ་དམག་དཔུང་ཕྱིར་འཐེན་བྱས་ན་སྲིད་གཞུང་འདི་འཕྲལ་མར་རྩ་མེད་ཆགས་འགྲོ་གི་རེད། ཡུལ་མི་ཚོ་དམག་མིའི་ནང་གི་སྤུན་ཟླ་ཚོ་ལུག་ཆོས་ཀྱི་འཁོར་ལོ་དེ་མདུན་དུ་སྐྱོད་བཞིན་ཡོད་ལ་དྲང་བདེན་གྱི་ངན་པ་ལས་རྒྱལ་ཁ་ཐོབ་ངེས་ཡིན། གནའ་བོའི་དཔེ་དེབ། བིང་ཆེན་ཆའོ་ཅན་ཞེས་པ་དེས་ཉིས་སྟོང་ཉི་ཤུ་རྩ་དྲུག་ལོར་མེ་སྟག་དང་ལུག་དམར་པོའི་ལོ་ཡིན་པར་སྔོན་བཀྲ་བཏང་ཡོད། དེ་རིང་ནི་དུས་ཚོད་དང་ས་ཆ་མི་བྱེད་འོས་ཞེས་འཚམས་པའི་མཐུན་སྒྲིལ་ཚང་འཛོམས་བྱེད་པའི་དུས་ཚོད་ཡག་ཤོས་འདི་ཡིན་པ་སྔོན་དཔག་བྱས་ཡོད། ང་ཚོས་ཞི་ཅིན་ཕིང་གི་སྲིད་དབང་གལ་འཛིན་གྱི་དབང་བསྒྱུར་གོ་དྲིན་བསློགས་ནས་རང་དབང་དང་དམངས་གཙོ་རྒྱ་ནག་གཅིག། བསྐྱར་སྐྲུན་བྱེད་པའི་དར་ཆ་མཐོན་པོར་བསྒྲེངས་དགོས། ང་ཚོའི་བྱ་སྤྱོད་ཀྱི་མི་དམངས་ནི་དཔའ་བོ་ངོ་བོ་ཡིན་པར་ཁྱབ་བསྒྲགས་བྱེད་དགོས། དམག་མི་དང་མི་དམངས་མཉམ་འབྲེལ་བྱས་ན་ཁོ་ཚོའི་སྟོབས་ཤུགས་ཀྱིས་ལྕགས་ཀྱི་བྱང་ཁོག་གཅོད་ཐུབ། གྱེན་ལོག་བྱུང་ན། གྱེན་ལོག་བྱུང་ལ་ཉེ་བ་དང་མཇལ་ཁ་ནི་གཡོལ་ཐབས་མེད་པ་ཞིག་རེད་ཅེས་སོགས་ཡོངས་གྲགས་ཡི་གེ་ནང་འཁོད་ཡོད་པ་རེད། དེང་སྐབས་རྒྱ་ནག་དམར་གཞུང་ནང་ཁུལ་དབང་ཆའི་འཐབ་རྩོད་རྣོ་ངར་ཆེན་པོ་ཡོད་པའི་སྐོར་ཕྱི་ནང་གི་ཤོད་ཚུལ་མང་པོ་ཡོད་པའི་ནང་ནས། ཁོ་བོས་དངོས་ཡོད་གནས་ཚུལ་ག་རེ་འགྱུར་བ་འགྲོ་གི་ཡོད་པར་བལྟ་ཤེས་ནན་ཏན་བྱས་ཏེ་རིམ་པས་སྙན་བཟང་ཞུ་རྒྱུའི་འབད་བརྩོན་ཞུ་གི་ཡིན། ད་ལྟ་རང་གནས་ཚུལ་གསར་པ་ཞིག་འབྱོར་བ་ལྟར་ན། ཀྲང་ཡུས་ཞཱ་གིས་ཕྱོགས་གཏོགས་དམག་དཔུང་ཚོས་ཨ་ནི། ཀྲང་ཡོས་ཤར། མྱུར་སྐྱོབ་བྱས་པའི་གནས་ཚུལ་ཅིག་བཤད་རྒྱུ་འདུག་ད་ཡིན་ན་གནས་ཚུལ་དེ་བདེན་པ་ཡིན་མིན་ད་ལྟ། ར་སྤྲོད་དང་དཔང་པོ་བྱེད་ཡག་གི་མེད་དུས་ད་ང་ཚོས། མཁྱེན་རྟོགས་ཆེད་སྙན་བཟང་ཞུས་པ་ཡིན། ཨ་ནི་གསན་གཟིགས་གནང་བར་བཀའ་དྲིན་ཆེ།